གྲོགས་པོ་ལྷན་རྒྱས་ཚང་མ་ལོགས་ལ་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ། ད་ང་ཚོས་བོད་སྐད་ཡག་པོ་ཅིག་སྦྱང་འདོད་ཡོད་པ་ཡིན་ན། ད་བོད་སྐད་སྦྱང་ཡག་གི་ཐར་ལམ་ཡག་ཤོས་ཅིག་དེ་ག་རེད་ཟེར་ན། བཀའ་སློབ་དང་གསུང་བཤད་དང་གསར་འགྱུར་དང་གློག་བརྙན་ཟེར་ཡས་དེ་རེད། དེ་རིང་ངས་འདི་ནས། སྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་ཐུང་ཐུང་ཅིག་ང་ཚོའི་མཉམ་དུ་གཏད། དེའི་སྟེང་ནས་ང་ཚོ་བོད་སྐད་སྦྱོང་སྟངས་ཀྱི་ཐབས་ལམ་ཅིག་མ་ངོ་སྤྲོད་ཞུ་གི་ཡིན། དང་པོ་ང་ཚོས་སྐྱབས་མགོན་རིན་པོ་ཆེའི་བཀའ་སློབ་དེའི་ཁྱུགས་ཚིག་ཅིག་གསན་རོགས་གནང།
མི། སྐྱེས་པའི་ཉིན་མོ་འདི་ནས། ཨ་མའི་བྱམས་བརྩེས་འཚོ་བ་བྱས། ཤི་བའི་ཉིན་མོ་འདི། ད་ངས་ལབ་ཆོག་ནར་ད། དཔེར་ན་ཁྱེད་རང་ཚོང་པ་འདི། ཤི་བའི་ཉིན་མོ་འདིའི་ཁྱོད་རང་གི་མཐའ་འཁོར་ལ་ཡང་སའི་དང་དངུལ་དང་ལོ་རོ་མང་པོ་འདུག་བཞག་པ་ཡིན་ན་དེ་སེམས་གསོ་གཏོང་ཡང་ཡོང་བ་འདོག་མི་འདོག་དེ་ལས་སོ་སོས་ངོ་བཞིན་པ་ཚོས་སྔ་ནས་གཅིག་པའི་བྱམས་བརྩེའི་རྣམ་འགྱུར་བསྟན། ཨེ་ནི། ཅིག་འདུག་པའི་སེམས་ཀྱི་ཚོར་བ་ཤུགས་དྲག་པོ་ཅིག་གིས་འདུག་ཁྱེད་རང་གི་ལག་པ་ནས་འཇུས་བྱས་འདུག་བསྡད་པ་ཡིན་ན་དེ་དགའ་འདུག་བ། སའི་དང་དངུལ་མང་པོ་འདུག་བཞག་ན་དེ་དགའ་འདུག་བ།

མི། སྐྱེས་པའི་ཉིན་མོ་དེ་ནས། ཨ་མའི་བྱམས་བརྩེས་འཚོ་བྱེད། དང་པོ་དེ།
སྐྱབས་མགོན་རིན་པོ་ཆེ་གིས་འདི་འདྲའི་ཅི་གསུངས་བྱུང་ཨ། བྱམས་བརྩེ་ཟེར་ཡ་བྱས། བྱས་པ་ཡིན་ན་བྱམས་བརྩེ་ཟེར་ན་ག་འདྲས་ཅིག་ལ་ཟེར་གི་ཡོད་རེད་ལབ་པ་ཡིན་ན། ཨ་ནི་བྱམས་པ་ཟེར་ཅིག་དང་བརྩེ་བ་ཟེར་ཅིག་གཉིས་མཉམ་དོ་ཡ་བསྡོམས་པའི་ཚིག་ཅིག་ལ་ཡ་བྱམས་བརྩེ་ཟེར་གི་བ་རེད། དེ་བྱས་ན། བྱམས་པ་ཟེར་ན་ག་འདྲས་ཅིག་ལ་ཟེར་གི་རེད་བརྩེ་བ་ཟེར་ན་ག་འདྲས་ཅིག་ལ་ཟེར་གི་རེད་ལབ་པ་ཡིན་ན། སུས་སུས་ཀྱི་སྙིང་ཉེ་སྲས་ཀྱི་མི་གཅིག་ལ་ཡང་སྐྱིད་པོ་བྱུང་ན་བསམ་མེད་ཀྱི་བསམ་བློ་དེ་ལ་ཡང་བྱམས་པ་ཟ། མི་སོ་སོས་ཀྱི་སྙིང་ཉེ་སྲས་ཀྱི་མི་གཅིག་དང་སེམས་ཅན་གཅིག་ལ་ཡང་དཀའ་ངལ་མ་བྱུང་ན་བསམ་མེད་ཀྱི་བསམ་བློ་དེ་ལ་ཡང་བརྩེ་བ་ཟ། དེ་གཉིས་མཉམ་དུ་ཡར་བསྡོམས་ནས་སྐྱིད་པོ་བྱུང་ན་བསམ། སྡུག་བསྔལ་མ་བྱུང་ན་བསམ་མེད་ཀྱི་འཚོ་བ་གཉིས་དེ་ཡར་བསྡོམས་ཡོང་དུས་ཨ་ནི་ག་རེ་ཆགས་པ་རེད་ཟེར་དུས་བྱམས་བརྩེའི་སྲས་དེ་ཆགས་པ་རེད། དེ་འདྲའི་ཡིན་པ་ཡིན་དུས་ང་རང་ཚོ་ཆུང་ཆུང་སྐབས་ནས་བྱམས་བརྩེ་གི་ཐོག་ནས་འཚར་ལོངས་བྱུང་བ་རེད། བྱམས་བརྩེ་གི་ཐོག་ནས་ཚོགས་བསྐྱལ་བ་རེད། བྱམས་བརྩེ་གི་ཐོག་ནས་ང་རང་ཚོས་མི་ཚེ་སྐྱེལ་གི་ཡོད་རེད་ཅེས་ནས་ལབ་ཡོང་དུས་བྱམས་པ་དང་བརྩེ་བ་ཞེས་པ་དེ་ཉམས་རྟོགས་ཡར་བསྡོམས་བྱས་ནས་བོད་སྤྱི་བྱེད་ཀྱི་ཡོད་རེད། ད་དེའི་ཞུ་སྒོ་གི་ཚིག་གཅིག་དེ། འཚོ་བ་སྐྱེལ་བ། འཚོ་བ། ཡང་མེད་ན་འཚོ་བ། འཚོ་བ་ཟེར་ན་ག་རེ་ཟེར་གི་བ་རེད་ཟེར་ན། ཨ་ནི། སོ་སོ་གསོན་པོ་གནས་པ་ལ་འཚོ་བ་ཟེར་གི་རེད། ང་རང་ཚོ་ག་རེ་གི་ཐོག་ནས་འཚོ་གི་ཡོད་རེད་ཟེར་ན། ཕྱིས་ཀྱི། རླུང་དང། ཆུ་དང། ས་ལ་བརྟེན་ནས་ང་ཚོ་འཚོ་གི་ཡོད་རེད། ནང་གི། བརྩེ་བ་དང། བྱམས་བརྩེ་དང། མཛའ་མཐུན་ལ་བརྟེན་ནས་ང་ཚོ་འཚོ་གི་ཡོད་རེད། འཚོ་བ་ཟེར་དུས་ཙམ་པ་ལ་ཨིན་ཇིའི་སྐད་ཀྱིས to live། འོ་དེལ་བུ་རེད་ཅིག་རེད། དེ་འདྲ་ཡིན་པ་ཡིན་ཙང་ང་ཚོས་བྱམས་བརྩེ་གི་ཐོག་ནས་འཚོ་གི་ཡོད་རེད།

ངའི་འཚོ་ཐབས་དེ་ཨ་ནི། ཞིང་ཁ་ཞིང་ཁ་ལས་ཀ་བྱེད་བྱེད་འཚོ་ཐབས་སྐྱེལ་འཚོ་བ་སྐྱེལ་གྱི་ཡོད། སླ་བོ་འདི་སོ་སོའི་འཚོ་ཐབས་ཟེར་ཏེ། ཨ་ནི livelihood ལ་འཚོ་ཐབས་ཅན་བེད་སྤྱོད་བྱེད་ཀྱི་རེད། བྱས་ཙང་འཚོ་བ་ཞེས་པ་དེ་ནི to live ལ་བེད་སྤྱོད་བྱེད་ཀྱི་ཡོད་རེད།
ཤི་བའི་ཉིན་མོ་དེ་ད་ངས་ལབ་ཆོག་ནར་ད། དཔེར་ན་ཁྱེད་རང་ཚོང་པ་དེ་ཨ་ནི།

དཀའ་ངལ་ཅིག་བྱུང་བསྡད་པའི་སྐབས་དེ་ལ་ཡང་མི་གཞན་པ་ཅིག་ཡོང་བྱས་ནས་དཀའ་ངལ་དེ་མཉམ་གཏོང་མྱོང་རོགས་བྱས་པ་དང། དཀའ་ངལ་དེ་སེལ་ཡག་གི་ཆེད་དུ། སློབ་གསོ་བརྒྱབ་ནས་ཟེར་ནས་སྐད་ཆ་བཤད་ནས་དེ་ལ་རོགས་པ་དུས་ཚོད་བཏང་ནས་མི་གཞན་པ་ཅིག་གི་སེམས་ནང་གི་དཀའ་ངལ་དེ་བལྟས་ཚེ་ཉུང་རུ་འགྲོ་ནས་སེམས་ཀྱི་བདེ་སྐྱིད་དེ་ཡང་གསོ་ཐུབ་ཡག་གི་ད་དེ་ལ་ཡང་སེམས་གསོ་ཟེར་གི་རེད། དེ་འདྲ་ཡིན་ཙང་ལྟར་ངའི་གྲོགས་པོ་ཁོང་བོད་ཁའི་ནང་བྱས་ནས་རྒྱུད་རིང་པོ་ཅིག་ལྷག་པ་རེད་ཨ་ནི་ནང་ལས་དཀའ་ངལ་ཞིག་རག་བྱུང་ཤག་དེ་འདྲ་ཡིན་ཙང་ང་ཁོང་ས་ལ་ཕྱིན་རྗེས་ནས་སེམས་གསོ་བཏང་ག་ཕྱིན་པ་ཡིན་སེམས་གསོ་བཏང་པ་ཡིན། རེད་པ་སེམས་གསོ་བཏང་ཟེར་དེ་ལ་དེ Emotional Support འདྲ་པོ་ཅིག་རེད་རེད་པ་སེམས་གསོ་བཏང་བ། དེ་ལས་སོ་སོས་ངོ་ཤེས་པ་ཚོས་སྔ་ནས་གཅིག་པའི་བྱམས་བརྩེའི་རྣམ་འགྱུར་བསྟན།

འཚོ་བ་དྲག་པོའི་ཐོག་ནས་ཞུགས་ཀྱི་ཡོད་ལབ་ན་འཚོ་བ་ཆེན་པོའི་ཐོག་ནས་ཞུགས་ཀྱི་ཡོད། སྙིང་རྗེ་ད་སྙིང་རྗེ་དྲག་པོ་ཟེར་ཏེ་ལབ་ཀྱི་མ་རེད། དེ་འདྲ་ཡིན་དུས་གར་ཆོད་དགོས་རེད་བས་ནི་སེམས་ཚོར་དྲག་པོ་ཟེར་དུས་སེམས་ཀྱི་འཚོ་བ་དྲག་པོ་གི་ཐོག་ནས་སེམས་ཀྱི་འཚོ་བ་ཆེན་པོའི་གི་ཐོག་ནས་ལབ་བས་དེ་ལ་ཡང་སེམས་ཚོར་དྲག་པོ་ཟེར་གྱི་བ་རེད། དཔེ་འདྲ་པོ་ཆགས་བཞག་པ་ཡིན་ན་ཨ་ནི། ང་ཚོས་རྒྱལ་གཅེས་དཔའ་བོ་དེ་ཚོ་གི་སེམས་ཚོར་དྲག་པོའི་ཐོག་ནས་འཐབ་རྩོད་བྱེད་ཀྱི་ཡོད་རེད་ལབ་པ་དེ་སེམས་ཀྱི་ཚོར་བ་ཆེན་པོའི་ཐོག་ནས་ཟེར་བ་རེད། ལས་ཟེར། དེའི་ཤུགས་ཀོ་དེ་ལ་ཡང་ལག་པ་ནས་འཇུས་ནས་ལབ་སོང་སོང་ཨ། ལག་པ་ནས་འཇུས། ཨའུ་འཇའ་ཤུལ་འཇུ། འཇུ་ཟེར་དེ་གི་དོན་དག་དེ་ཨིན་ཇི་ནག་ལོག་ལ་ཡ། དོན་དག་གཉིས་ལ་བེད་སྤྱོད་བྱེད་ཀྱི་རེད། འདིའི་ནག་ལོག་ལ་དོན་དག་ག་རེ་བེད་སྤྱོད་བྱེད་པ་རེད་ཟེར་ན་ཧོལ།

དེའི་བཞུགས་སྒོ་དེ་ལ་ཡང། འཚར་ལོངས་ས། ཞེས་པ། ད་ང་ཚོས་བྱམས་བརྩེ་གི་ཐོག་ནས་སྐད། བྱམས་བརྩེ་གི་ཐོག་ནས་འཚར་ལོངས་བྱུང་བ་རེད། དེ་གསུངས་ཡོང་དུས་འཚར་ལོངས་ཟེར་དུས་རྩམ་པ་ལ་ཨིན་ཇི་གི་ནང་ལོགས་ལས་བྱས་པ་ཡིན་ན། Grow། ཡང་མེད་ན། གར་བཞུགས་སྒོ་རེད། Upbringing། ཡང་མེད་ན Raised། འོ་དེ་འདྲས་བྱས་ལ་ཡང་འཚར་ལོངས་ཟེར་བར། ཨ་ནི་ང་སྐྱེས་ས་བོད་ལ་སྐྱེས་པ་རེད་དེ། འཚར་ལོངས་རྒྱ་གར་ལ་བྱུང་བ་རེད།

བྱས་ཙང་ཀ་བྱམས་བརྩེ་ཟེར་དེ་མི་ཟི་ཁོ་ར་ལ་ཡང་ཏན་ཏན་ཕན་ཐོགས་ཡོད་དེ་བ་རེད་དོ། དེ་ཞུ་གོ་དེ་ལ་ཡང་ཨ་ནི་ཏན་ཏན་ཕན་ཐོགས་ཡོད་རེད་གསུངས་སོང་ཨ། ཏན་ཏན་ཕན་ཐོགས་ཡོད་རེད་གསུངས་དུས་ཏན་ཏན་ཏན་ཏན་ལ་ཡང་ཞེས་དུ་གོ་ཨ། དེ་ཡང་བོད་སྐད་ཀྱི་ཚིག་གལ་ཆེན་པོ་གཅིག་རེད།

གཟབ་གཟབ་བྱས་པ་ལ་ཏན་ཏན་ཟེར་ཡག་བོད་ཆས་བྱེད་ཀྱི་རེད་བ། འོ་དེ་འདྲ་ཡིན་དུས་རྩམ་པ་ལ་ཏན་ཏན་ཟེར་ཡག་གི་ཚིག་དེ་བོད་སྐད་ཚིག་གལ་ཆེན་པོ་གཅིག་རེད་ད་ཁྱེད་རང་ཚོ་ཏན་ཏན་གཟབ་གཟབ་བྱས་ནས་ཉན་ཨང་ཉན་པ་ཡིན་ན་ཏན་ཏན་ཕན་ཐོགས་ཡོད་ཨ་རེད་རེད་བ། ཏན་ཏན་ཟེར་དུས་དེ་ལབ་དུས་རྩམ་པ་ལ truly really surely འོ་དེ་འདྲ་གཅིག་ལ་བོད་ཆས་བྱེད་ཀྱི་ཡོད་རེད། དེ་འདྲ་ཡིན་ཙང་བོད་སྤེལ་གྱི་ཡང phrases ཅིག་ཡོད་རེད་དེ་ག་རེད་ཟེར་དུས་དོ་དོ་ཏན་ཏན་ཟེར་ལབ་པ་རེད་དེ་བོད་སྤེལ་གྱི phrases ཅིག་རེད་བོད་སྤེལ་གྱི phrase ཏན་དོ་དོ་ཏན་ཏན་ཟེར་ལབ་དུས་ཙམ་པ་ལ་ཡང་དོ་དོ་ཏན་ཏན་གཉིས་གཉིས་གཉིས་མཉམ་དུ་ལབ་པ་རེད་དེ་ལབ་དུས་ཙམ་པ་ལ་ག་ལ་བོར་ཟེར་ན་མི་གཅིག་གིས་ལས་ཀ་ག་རེ་བྱེད་ཀྱི་ཡོད་ན་ཡང་པེ་ལས་ཀ་ཟ་ཟ་ཟིས་ཟིས་བྱེད་ཀྱི་ཡོད་པ་ག་རེ་བྱེད་ཀྱི་ཡོད་ན་ཡང་པེ seriously པེ་དུས་ཚོད་དང་ཏག་ཏག་ཏག་ཏག་གང་ལ་ལས་ཀ་རེ་ཏག་ཏག་བྱེད་ཀྱི་ཡོད་པ་ཡིན་ན་མི་དེ་ལ་མི་དེ་དོ་དོ་ཏན་ཏན་ཅིག་ཡོད་རེད་ཟེར་ལབ་པ་རེད།

སྟབས་དེ་འདྲའི་ཅིག་ང་ཚོའི་གི་མིང་ཚིག་སྤྱོད་ཚེ་ཤིང་ཚ་བའི་ཤུབ་བུ་དེ་ལ་ཡང་བསྐྱར་ཁྱེད་རང་གིས་ཀུན་འདུས་བཀའ་སློབ་དེ་ཚར་ཅིག་གསན་གནང་དང་ཏན་ཏན་རང་ཡང་ཁྱེད་རང་གི་སྔ་མ་དེ་ལས་ལྷག་བ་ཅིག་གོ་ཡག་རེ་བ་ཡོད།
མི། སྐྱེས་པའི་ཉིན་མོ་དེ་ནས་ཨ་མའི་བྱམས་བརྩེས་འཚོ་བ་བྱས། ཤི་བའི་ཉིན་མོ་དེ་ད་ངས་ལབ་ཆོག་ནར་ད་དཔེར་ན་ཁྱེད་རང་ཚོང་པ་དེ་ནི།